གལ་ཆེ་ཤོས་དེ་ང་ཚོ་མི་ཚེ་འདི་དོན་དང་ལྡན་པ་སྙིང་པོ་གཅིག་སྒུག་གི་ཡོད་ན། ནང་མི་ལ་ཕན་ཐོགས་བ། Company ལ་ཕན་ཐོགས་བ་ལས་ཀ་ག་བ་བྱེད་ཀྱི་ཡོད་ན་དེ་ལ་ཕན་ཐོགས་བ། སོ་སོར་ཁེ་ཕན་གཉིས་གཉིས་ཀ Mutual Benefit ཡོད་པ་དེ་ག་འདྲས་བྱེད་བར་སླ་བ་ཡིན་ན་དང་པོ་དེ་ལ། ལས་ཀ་ག་བ་བྱེད་ཀྱི་ཡོད་ན་སོ་སོའི་བྱེད་སའི་ཡུལ་དེ་ལ། གལ་ཆེ་ཤོས་དེ་དམིགས་བསལ་གྱི North America གྱི Culture དེ་ད་ང་ཚོ་གི་ཧ་གོ་རོགས།

ད་ང་རང་གི་ལས་ཀ་བྱེད་སའི་ནང་ལ་ཁ་ཤས་ཅིག་ང་རང་ཉམས་མྱོང་ནར་ད་ཕྱི་རྒྱལ་ཁབ་མི་འདི་གི་ཞེ་དྲག་ཡོད་མར་འདི་འདྲའི་རོ་ཡིན་ན་ཡང་ཨེ་ཤེན་འདི་ཚོ་རིགས་ཇི་དོ་བ་ཅིག་ག་ཕི་ལི་པིན་ད་ལུང་པ་ཁ་ཤས་ཡོད་བ་ང་ཚོ་ཨེ་ཤེན་ནང་ལོག་གི་རྒྱ་མི་ད་འདི་ཚོ་རིགས་དེ་ཚོ་ཨ་ནི་ཕྲག་དོག་ང་རྒྱལ་ཞེ་སྡང་ང་ཚོ་གཅིག་པར་དོག་བོད་པ་དེ་ཚོ་ཨ་ནི་གཅིག་གི་གཅིག་སྐྱོན་ཀྲུང་རེད་ཚེ་ཨ་ནི་ག་ཤེད། ད་སོ་སོའི་གི། སོ་སོའི་ཡག་ཡིན་པའི་གི་ངོས་འཛིན་སྟོན་ཡ་ཅིག་བྱེད boss ལ་རོ། ཚང་མ་ནོན་འགྲུར་དང། ཁྱེད་རང་གི company གཅིག་ལ་རྒྱུན་རིང་པོ་ཅིག་གནས་དགོས་ཡོད་ན། རྒྱུན་རིང་པོ་གནས་ཡ་དང་སོ་སོ་ལ། ག་ལ་བར་ད། Promotion Riot དང་གོ་གནས Riot དང་མི་ཚང་མ་ལ་འཆམ་པོ་ཆགས་ཡ་དང་དགའ་མོས་ཆགས་དགོས་ཡོད་ན་ག་རེ་བྱེད་འུ་ལ་ན་ང་ཚོ་རྒྱལ་ས་ལ་ལྟ་ཡོད་བ་ལྟ་བདེ་ལ་ལྟ་ལ་དགའ་བདེ་དགའ་ནས་འགྲུག་ཡོད་བ་འདུག་སེམས་འདི་འདྲ་བོ་དགོས་རེད་ཁྱེད་རང་གིས་མི་གཞན་པ་གཅིག་ལས་ཀ་བྱེད་སྟངས།

འགན་འཛིན་གྱི་བསམ་བློ་ནང་ལ་ག་རེ་ཡོད་ལབ་ན་མང་ཆེ་བ་གི་སེམས་པའི་ནང་ལ་ད་འགན་འཛིན་གྱི་ཡིན་པའི་ཆ་ནས་རོགས Management ནང་ཡོད་བའི་ཆ་ནས་སེམས་ཀྱི་ནང་ལ་དཀའ་ངལ་ག་རེ་ཡོད་ལབ་ན། མི་ལས་ཀ་བྱེད་མཁན་ལས་ཀ་བསྐུར་བསྐུར་བསྡད་འདུག་སྐབས་ལ་ད་སོ་སོ་ལ་འགན་མང་པོ་བྱས་འདུག་མི་མང་པོ་ཅིག་སོ་སོ་གི་ལྟ་དགོས་འདུག་སྐབས་ལ་སྐྱོན་མང་པོ་སྟོན་འདི་ཉིད་འདི་ལ་དགའ་གི་མ་རེད་དང་པོ་འདི་ལ་འདི་རེད་སེམས་ཁམས་ནང་ལ་དང་པོ་འདི་ལ་སྐྱོན་སྟོན་ཉིད་ལ་དགའ་གི་མ་རེད་ད་ཁྱེད་རང་ངོས་ནས་ཡག་པོ་བྱེད་ད་ཁོ་ཁོ་དེ Mister John ལས་ཀ་བྱེད་ཀྱི་མི་འདུག་ཁོ་ཡིབ་ཀྱི་འདུག་ཁོ་གཡོལ་གྱི་འདུག་དེ་འདྲས་ལབ་བ་ཡིན་ན་དེ་འདྲས་ལབ་བསྡད་བ་ཡིན་ན་ཁྱེད་རང་བསམ་པ་ད་ངའི Company ལ་ཕན་ཐོགས་པོ་ཡོད་བསམ་གོ་ཕན་ཐོགས་པོ་མ་རེད་གནོད་སྐྱིལ་བོར་ཁྱོད་རང་ཁྱོད་རང་རྐང་པ་འཐེན་གྱི་བར་ད་ཁོང་ཚོའི་ག་ལེགས་རེད་མི་འདི Trouble Maker རེད་ཤཱས་ཁོ་རང་ལས་ཀ་བྱེད་ཀྱི་མི་འདུག་མི་གཞན་པ་གིས་ཀྱི་ལས་ཀ་ཇི་ལྟོ་བྱེད་དེ་འདུག་འདི་ལབ་ཀྱི་རེད་ཁོང་ཚོ་ག་དུས་ན་འདི་ལབ་ཀྱི་ད་བསམ་གི་རེད་ལབ་ཀྱི་རེད་ལབ་ཀྱི་རེད་ཁོང་ཚོ་གིས་ཁྱོད་རང་འདི་འདྲའི་དུས་ཚོད་མི་ལ་མིག་ལྟ་ཡ་གི་དུས་ཚོད་འདི་གམ་ཡོད་ན་ཨ་ནི་ཁྱོད་ཁ་ཆེ་ནས་འདི་ཁྱོད་རང་གི་བིས་ནེས་མ་རེད་ལབ་ཀྱི་རེད་འདི་ཇི་ལྟོ་བྱེད་ཁུངས་མ་རེད་ལབ་ཀྱི་རེད་ཁོང་ཚོ་གིས། འདི་ལས་ཀྱང་དང་པོ་དེ་གཉིས་བ་དེ་ཁྱོད་རང་པི་ཡ་ལ་ཉེན་ཁ་ཉེ་རུ་འགྲོ་ཚར་རེད། ཅིག་ག་ལ་བར་ད། སོ་སོའི་མ་འོངས་པ་ལ་ལས་ཀའི་ཀམ་པ་ནི་དེ་སློ་ཏེས་ཆགས་སོང་ན། ཨ་ནི། འགན་འཛིན་གྱི་འགན་འཛིན་ལྷན་ཚོགས་གར་ཆིག་རེད། ད་ད་རིང་ང་ཚོ་ཀམ་པ་ནི་ལ་ཧྲིང་ཆེ་བོ་འདུག་མི། ཨ། བརྒྱད་ཅུ་ནི་ཏྲེན་པར་སེན་སྤུད་དགོས་འདུག་ལ་བས་ན། ཨ་ནི་མི་ཏྲེན་པར་སེན་ད་མི་བདུན་སྤུད་དགོས་ན་དང་ཤོག་གར་བསམ་གི་རེད་བའོ་ཟེར་ཟུ་གི།

མི་ཁ་ཤས་ཨེ་འདྲེ་ཡོད་རེད་ང་ཚོའི་སྤྱི་ཚོགས་ནང་རོ་ཨ་ནེ་ཤི་ཨ་ནེ་རྒྱལ་བལྟས་བྱས་ག་ཤེད་དགུང་མོ་གཅིག་དེ་འདྲའི་དྲེ་ཉེ་ཐེ་བ་དེ་འདྲའི་དྲེ་ཉེ་ནོ་ཨ་དེ་ལ་མ་ང་དྲེ་ལ་ཅམ་ཆེ་བ་ག་ཡོད་ར་ག་ཤེད་ཀམཔ་ནི་ག་ཤེད་ཡོད་ར་ད་ངས་གི་དེ་ལ་མ་ང་དྲོ་ཤོ་ལ་ཉེ་དེ་འདྲའི་ཡོད་ར་ཡིན་ནོ་ཕུག་ཕུག་རྒྱང་དེ་ཡོད་མ་ར་ད་ལོ་གཅིག་གི་རྗེས་ལ་བིས་ནེས་དང་དྲང་སེ་འགྲོ་ཤེས་ཨ་ནེ། ཡང་ལས་ཀ་ཡོད་མ་རེད། ཡང་ལས་ཀ་ཚད་རིག་རོགས་འདི་ཤུག་པ་རུག་གི་ཁྱོད་རང་གི་ལས་ཀ་ཚད་གི་དུས་ཚོད་པ་རུག་འདི་ལ་ཁྱེད་རང་གི Benefit ཡོད་མ་རེད་ཁྱེད་རང་ལ Insurance ཡོད་མ་རེད་ཁྱེད་རང་ལ་གང་ཡང་མི་འདུག་གང་ལ་ད་ཁྱེད་རང་གི་ཨ་ན་རྒས་འདི་ལ་ལྟ་ནས་རོགས་ཁྱོད Company གཅིག་རོགས་ཨ་ན་རྒས་ཉུང་བ་འདི་ལ་ཕུག་བརྟན་པོ་ཡོད་རྒྱུ་གཅིག་ལ་རོགས་གཡུག་བྱས་ཁྱོད་རང་མི་ཚེ་འཕྲོ་བརླག་འགྲོ་ཚར་ད་རང་ཁོ་རང་རོགས་ཁྱེད་རང་གི་མི་ཚེ་གི Life ག་ལ་བར་ལྟ Plan ཅི་ཡོད་རོགས་སོ་སོས་གི Build བྱེད་ཡས་གི

ཀམཔླེན་ག་འདྲེ་ཆེ་བོར་ལ་ན། ཀམཔླེན་གཅིག་ཡོད་བ་ཡིན་ན་ཁྱེད་རང་ཚོ་གིས་ད། སྐྱོན་བརྗོད་ཅིག་བྱེད་ཡ་ཡིན་ན་མི་གཅིག་ལ་རོགས་སྐྱོན་བརྗོད་འདི་ལ་ག་རེ་ལབ་དགོས་བོར་ལ་ན། སྐྱོན་བརྗོད་འདི་ཤེས་ཀྱི་རོགས་ཤེས་བ་དང་འདི་ལ་ཐབས་ལམ་བཤད་བོར་ཡང་ཁྱེད་རང་གིས། ok མི་འདི་གིས་འདི་འདྲ་འདི་འདྲ་འདི་འདྲ་བྱེད་དོ། འདི་ངེད་ཀྱིས་ཕྱི་ཐུག་ངེད་ཀྱིས་འདི་ཐབས་ལམ་འདི་ཡོད་ཁོས་ཀྱིས་འདི་གནོད་ཀྱི་འདི་འདྲ་བྱས་བ་ཡིན་ན་ཡང། ཡང་འགྲིག་ཡོད་ད་ཁྱེད་རང་གིས། ཐབས་ལམ་གང་ཡང་མེད་ཀམ་པླེན་རྐྱང་རྐྱང་ཀམ་པླེན་རྐྱང་རྐྱང་བྱས་སོང་ན་དྭངས་ཤོག་ཁྱོད་རང out གཏང་གི་རེད། འདི་རྣམ་པ་ཚོ་ང་ཚོ་མང་པོ་གཅིག་གི་ཧ་གོ་གི་མི་འདུག་ང་ཚོ་གི་འདི་ནང་ལ་ད་ང་ཚོ་ཧ་གོ་དེ་གི་འོག་ལ་དེ་ཚོ་བྱེད་ས་དེ་ང་ཚོ་དེ་འདྲའི་ཉམས་མྱོང་ཡོད་དུས་གང་ལ་མི་དེ་ཚོ་ཐེར་འབུད་གཏང་གོ་ད། མི་དེ་ཚོ་ད།

Boss། ཀྱིས་མི་རེ་རེས་ཀྱིས་ཁྱེད་རང་ལོ་རྒྱུས་དང་ལས་ཀ་ག་འདྲི་བྱེད་ཡོད་མེད་ལས་ཀ་གི་རུ་ག་འདྲེ་འདུག་ཁོ་ལ་ངོ་རུ་ག་འདྲེ་འདུག་ཁོ་དྲང་བདེན་ག་ཚོད་ཆ་ཚང་ཧ་གོ་རུ་མི་རེ་རེས་ཧ་གོ་རུ Boss། Boss། ལ་ཡ་དེ་ཚོ་དང་པོ་ནས་ཁོང་ཚོ་ལ Train ཡོད་རུ་མ་ཡིན་ཏེ། མི། ག་ཡིན་ཟེར་ན་ཁོང་ཚོ་ལ་འགན་ག་རེ་ཡོད་རུ་སྨྲས་ན། ཁོ་རང་ཚོ Project དེ་ལོ་ལ་འདི་གམ་འདི་གམ་ཅིག་ཆ་བཞི་ཡོད་རེད Budget ཡོད་རེད་དེ་ལ་དཔའ་བའི་ཚགས་དགུ་ཡོད་རེད་ཨ་རེ། ཚགས་སྟངས་ཀྱི་ནུས་པ་དེ་མི་རེ་རེ་གིས

ག་ཚད་གནས་འདུག་འདི Company འདི་ག་རེ་རེད་འདུག Corporate རེད་འདུག Manufacturing རེད་འདུག་འདི་གི་རྒྱབ་ལྗོངས་ག་རེ་རེད་འདུག་སྙེ་མ་ག་རེ་ཕྱིས་འདུག་ལོ་ག་ཚོད་ཟིན་འདུག་འདི་ནང་གི་ལས་ཀ་བྱེད་ཉིན་འདི་ནང་ལོ་ལྟ་ཡོད་ཆ་ཚང་ལྟ་ཡོད Review ལྟ་ཡོད Company གི་རོགས Company ག་འདྲས་བྱས་ན Google བྱས་ལོ་ག་ཚད་གནས་འདུག Company འདི་ནང་ལས་ཀ་བྱེད་ཉིན་དེ་ཚོ་ལོ་ག་ཚོད་རྙིང་པ་གནས་འདུག It's very important འདི་གཅིག་གནད་འགག་ཅིག་རྣམ་པ་ཚོ་ལ་ད Life Experience ཅིག་བཤད་ཀྱི་ཡོད་འདི་གཅིག་བྱས་པ།

ཕེ་རོ་ན་སུའེ། ད་ད་རིང་འདི་ལ་ང་རང་ཚོ། མང་པོ་ཅིག། འདི་ཆགས་ཀྱི་ཡོད་ད་དོང་འདུ་བྱེད་ཡས་དང་ཁ་བརྡའི་བྱ་ཡས་དང། འཛམ་བུ་གླིང་རྒྱལ་ཕྱིའི་ནང་ལོགས་ལ་ཡ། ཅིག་རྣམ་འགྱུར་སྟོན་ཡས་དེ། ཤུགས་ཆེན་པོ་ཅིག་ཐེག་གི་རེད་ང་རང་ཚོ་ཤུགས་ཆེན་པོ་བྱེད་ཐུབ་བས་ན་ད་ལྟ་ལུང་པ། ནིའུ་ཡོག་ད་ས་ཆ། ག་ས་ག་ནས་བྱེད་འདུག་ད་དེ་ཚོ་དཔེ་ཡག་པོར་ཐུགས་རྗེ་ཆེ་ན་ད་རིང་འདི་ལ། དམིགས་བསལ་གྱི།

ཁོ་རང་གིས་ད་ཆ་གཞི་དུ་མ་སོང་ན། ཅིག་མང་པོ་ཅིག་ཁོས་ཀྱི་འདི་ནི་ནི་བཟོས་ཡག་ཆ་ཞིག་ཅིག་འདུག་ཨ་ནི་གཉིས་པ་དེ་ཁོ་རང་ཚོ་གི་ད་ལྟ་ཨོ་ལིམ་པིག་ནང་ལོག་ཁོ་རང་ནི་གི་རྒྱ་ནག་གི་ཀ་རིན་སི་གང་ལ་བཟོས་ཡག་གི་འགྲོ་སོང་བཏང་ཡག་དང་དེ་འདྲའི་གང་ལ་ཅིག་འགྲོ་བསྡད་ཀྱི་འདུག་ཨ་ནི་ད་ལྟ་འདི་གང་ལ་གལ་ཆེ་ཤོས་ཅིག་གར་ཆགས་འདོད་ལ་ན་སྙེ་མ

ད་ལྟ་གར་ཆགས་དེ་རུ་ན་ཁ་ཚང་ནང་ནའི་འབྲིང་ཀོང་རེ་སི་གིས་ནས་བྱས་ད་ལྟ་འདི་དཔའ་རུ་དེ་ལ་སྐད་ཆ་བཤད་བའི་གི་རྒྱུད་རིམ་འདི་ནས་ནས་བྱས་ད་ལྟ་བུ་དུ་ལ་ནང་ལོག་ལ Propagandinist ཚོ་གར་བཤད་བོ་ལ་ན། ཞིས་ཅིན་ཕིན་གིས་ད་ལྟ་བུ་དུ་རོགས་ཁོ་ཚོས་གང་ལ་ཅེས་བཤད་མར་ཇཱེང་ཛའེ་མིན་ད་དེ་ཚོ་ཁོའི་གི་གར་ལར་ལ་སྙེ་མ་མའོ་ཨེ་ར་སྐབས་ལ། མའོ་ཙེ་ཏོང་གི་སྐབས་ལ།

འདི་ཁོས་ཀྱི་ད་ལྟ Expose བྱེད་ཡ་དང་འདི་འདྲའི་གནས་ཚུལ་འདི་འདྲ་འདུག་ད་ག་འདྲ་པ་རུ་ལ་རོ། ཡིན་ནས་རྒྱ་ནག་གི་མི་མང་ལ་གར་སྟོན་སྐོར་ལ་ན་གནས་ཚུལ་དངོས་གནས་འདི་གར་སྟོན་སྐོར་ལ་ན་ག་ས Propaganda ནི། ད་ལྟ་ད་འཛམ་བུ་གླིང་ན་ད་ད་ཨ་མེ་རི་ཀ་ད་ད་སི་ལ་ནི་ཁོ་ཚོ་ག་དུས་ན་འདི་སྟོན་འདི་སྐོར་ད་ད་འདི་ཨ་མེ་རི་ཀ་ད་ད།

འོ་དེ་འདྲས་གང་ཡིན་ཟེར་ན་ཁོ་ཞི་ཅིན་ཕིན་ལ་ད་ལྟ་དཀའ་ངལ་མང་པོ་ཞིག་འདུག་ཁོ་ལ་རྒྱབ་རྩ་ཉུང་བ་བྱས་ཕ་ཕྱོགས་ཤུགས་ཆེ་ཡ་བྱས་ལྟ་བ་དེ་རོ། ཨ་ནི་འདི་ག་ལ་ཕ་ཕྱོགས་ཀྱི་ལྟ་བ་གི་ནང་ལོགས་ལ་མི་ཁ་ཤས་ཅིག་སྤོར་མོ་བཞིན་ཁྱོད་ནི་མ་རག་གྱོ་ཅིག་ད་ལྟ་ཕ་དུ་ད་ལྟ་ཀུན་ཤང་ཟེར་བཞིན་འདུག་ཁོ་རང་སྙེ་མ་གི་འདིར་དོ་ར་ཨི་ཁྲི་ཨ། གར་ས་ལུང་པ་འདི་ཀུན་ཡོད་གསུངས།

ད་དཔོན་ཆོས་ག་འདྲས་ཆགས་སོང་ད་ད་འདི་ག་ལ་དཀའ་ངལ་ཆགས་སྡོད་རོགས་ག་ད་རྒྱ་ནག་དེ་དཔོན་ཆོས་མ་ཟགས་སོང་ན་ད་རྙོག་དྲ་ལངས་ཡས་འགོ་ཚུགས་ཀི་རེད་ད་འདི་དེང་ཚོ་ད་ད་རྒྱལ་སྤྱི་མི་མང་འདི་སྒུག་འདི་སྐོར་ད་ག་དུས་ཟགས་ཡོང་བསམ་གི་མ་དཔོན་ཆོས་གང་དཔོན་ཆོས་ག་ཟགས་སོང་ན་ད་ཁོང་ཚོ་ལ་མི་ལི་ཁྲུ་དཔེ་ཤ་སྤྲད་མར་ད་ད་ཁ་ཆེ་བོར་ཞི་ཅིན་ཕིན་གི་སྐབས་ལ་གར་ཆགས་ར་ན་གཅིག

ཁོ་ཚོས་ཀྱི་ལས་ཀ་ཕྱེད་ཀ་དེ་སློབ་སྦྱོང་དེ་ཕྱེད་ཀ་བྱས་ཕྱེད་ཀ་དེ་རྒྱལ་ཁབ་ལ་ཞབས་ཕྱི་ཞུ་བར་དང་ཁོ་ཚོ་ཁོ་ཚོས་ཀྱི་ཕ་གི་ཁོ་རང་གི་ནང་ལ་གན་རྒྱ་དང་མ་སོང་བཞག་བར་ཁོ་ཚོས་ཀྱི་ང་ཚོ་ཀྱི་འདི་གེས་དེ་གེས་བྱེད་ཐུབ་ཡོད་ས་ཨ་འདི་ནང་ནས་དམིགས་བསལ་གྱི Military Agent དམག་མི་གྱི་ཡིན་པ་དེ་འདྲས་ཀྱི་སློབ་སྦྱོང་བྱས་དེ་ངའི་སློབ་སྦྱོང་ཡོད་རྒྱུ་དེ་གེས

དོན་དག་འདིར་གོ་ཟེར་སོ། རྟགས་གང་དག་ང་རང་ཚོ་དོན་དག་རྡོག་རྡོག་ཤེས་པ་ཡིན་ན་རྒྱ་ནག་གི་སྲིད་བྱུས་འདི་ཚོ་རོ། ལོ་བཅུ་བཅུ་བཅུ་ནང་ལ་ཁོང་ཚོ་གི་སེད་བྱེད་གོ་སེད། རོ། ད་ད་ལྟ་ལོ་ཁ་ཤས་སྔས་ནས་རོ། ཅེང་ཟི་མིན་གི་ཁ་ཚང་རང་ལབ་དོ། ང་ཚོས་གི་ད། དང་པོ་ཀར་ཕྷོམ་དང་ནིབ་ལེགས་དག་ཁོང་ཚོ་གི།

almost impossible རེད། ད་ཁ་ཕྱོགས་འགྱུར་བ་ཐེབས་མ་བསྡད་དེ་ག་ལི་ག་ལི་འདི་ཡོང་གི་རེད་མ་གཏོགས། ད་གཞན་པ་འགྱུར་བ་ཐེབས་ཡ་ལས་དེ། ཁག་པོ་ཞུ་རེད་ཁག་པོ་ཞུ almost impossible རེད་རོ། ད་ང་ཚོས་ཀྱི་ཨ། ཅིག་ག་ལོར་ད། ད་དངོས་གནས་ཁོ་རང་རེད་གལ་ཆེན་པོ་རེད་ང་རང་ཚོ་དངོས་གནས་རྩ་དོན་གྱི་ཐབས་ཤེས་དེ་ག་ས་ག་ནས་བྱེད་དགོས་བར་དེ། ཡིན་ནའི་ཐབས་ཤེས་གཅིག་རང་བྱེད་ལ་ཡི་དེ།

རྒྱ་ནག་ལ་ངོ་རྒོལ་བྱེད་དགོས་དེ་ཁོ་དེ་སྐད་རྒྱག་དགོས་དེ་རྒྱག་དགོས་བོར་བལྟ་རོགས། ཨོ་དེ་རྒྱབ་ས་དེ་རྒྱབ་ས་གི་གནད་འགག་ཏག་ཏག་ལ་རྒྱབ་དགོས་བོར་དཔེར་ན་བེ་ཅིང་ཨོ་ལིམ་པིག་དེ་ཚུ་བས་དེ་ད་ང་ཚོ Blood Shed Race དེ་འདི་དངོས་གནས་ཁོ་རང་ད་སྤྲད་ས་དེ་ནོར་རེད་ལ་ན་ང་ཚོ་འཛམ་བུ་གླིང་གི་རྒྱལ་སྤྱི་གི་སྡིངས་ཆའི་ནང་ལ་ད་ལྟ་རྒྱལ་སྤྱི་གི་སྡིངས་ཆ་ཁོ་རང་ནང་ལ་རོགས་པ་བྱེད་བསྡད་ཀྱི་ཡོད་རེད་ད་ལྟ་རྒྱལ་ཁབ་ཚང་མས་གི་ག་ལ་གང་འཚམ་ཅིག་བྱེད་བསྡད་ཀྱི་ཡོད་རེད་ད། དེའི་སྒང་ལ་ང་ཚོ་གི་ཤུགས་མང་ང་རྒྱ་ཐུབ་པ་ཡིན་ན་ད་དེ་ང་ཚོའི་གི་སྒང་ལ plus point དེ་ཧོང་ཀོང་དབྱུས་གུར་ཨ་དེ་ཚོ་ཚང་མ་ཡོད་རོགས་ད་ཆ་ཚང་ཅིག་དེ་ཚོའི་སྐད་ད་ད་ད་དེའི་སྒང་ལ་ཤུགས་རྒྱ་ཡོད་རོགས་ད་ནས་འཛམ་བུ་གླིང་དེའི་སྒང་ལ་ཁྱད་འཕགས་ཅིག་ཏན་ཏན་གནོད་ཤུགས་ཅིག་ཆགས་ཡོད་རོགས་རྒྱ་མི་ལ་གནོད་ཤུགས་གཅིག་ལས་གཉིས་ལས་གསུམ་ལས་བྱིན་ན་ཨ་ནི་ག་ལས་ག་ལས་ཁོང་ཚོས་ཁོང་ཚོས་གི་གར་ཆགས་དེ་ཡོད་ལབ་ན་ད་ད།

ཟླ་བ་ཟླ་བ་ལ་ཡིན་ན་རེད་སྐོང། OK ང་ཚོ་མི་མང་ལ་ད་རིང་འདི་ལབ་དགོར་ལྟ། འཛམ་བུ་གླིང་གི་གནས་ཚུལ་དེ་ཚོ་ཁོང་ཚོ་ལ་ཧ་གོ་གི་ཡོད་མ་རེད་ད་ཤུགས་ཆེ་དེ་ཡག་ག་དེ་ཚོ་ཧ་གོ་གི་རེད་ད། དཀའ་ངལ་འཕྲད་སྐྱོ་དེ་འདྲས་ཕ་ཕྱོགས་ལ་ཟ་ཡ་མེད་སྐྱོ་འཐུང་ཡ་མེད་སྐྱོ་དཀའ་ངལ་འཕྲད་སྐྱོ་མི། Building Office Building གཏོར་སྐྱོ་ད་དེ་འདྲས་སྟོན་གི་རེད་ཁོང་ཚོས།

སེམས་ཤུགས་དེ་གར་སྤར་དགོས་ལ་ན་ང་ཚོ་ལོ་འདིའི next དེ་ནི་ནང་ན་ཕྱུག་པོ་ད་འདོད་ད་ང་ཚོ་རྒྱ་ནག་ནང་ལ་ད་ལྟ་བར་དུ་འདི་གམ་ཆགས་ཚར་ད་ད་ད་འདོད་ཕྱུག་པོ་འདི་ག་ཆགས་ཀྱི་ད་ལ་ནི་ལུང་པ་གང་ང་རང་ཚོ་རྒྱ་ནག་མི་གང་ཚང་ཕྱུག་པོ་ཆགས་ཡ་གི་ལོ་འདི་འདྲི་གཅིག་ནང་ཚང་མ་ཆགས་འགྲོ་གི་ལ་ཡ་དེ་འདྲི་ཆགས་ཤིག་བཟོས་དེ་བ་ཁོང་ཚོ་ལ་པུར་རྙི་ལམ་བཟོས་ནས་པུར་རྒྲུན་ང་ཚོ་གི་སྐད་ཆ་སྙན་པོ་ཡག་པོ་ཅིག་བཤད་སོང་ན་མི་དགའ་གི་དོ་གཅིག་པ་གཅིག་རྐྱང་ཁོང་ཚོ་འདི་འདྲི་རང་འགྲོ་འདི་གོ་ར་ཨ་ནི་ཁོ་རང་ཚོ་གི་མིན་མི་འདི་ཚོ་ལ་ཨ་ནི་དབྱེ་བ་བཅད་ནས།

སེམས་ཀྱི་ཟུར་དབུས། ཚང་མ། འོ་དེ་འདྲ་རེད།